དེའི་གནད་འགག་གཅིག་རེད་ཤག་ཕུ་ག་བདུད་རྩི་ཟེར་བ་དེ་དུ་བ་ཞེ་དྲག་ཡོང་མ་རེད་ཡང་གཙང་གི་ཡུལ་ལ་མ་གུ་དོ། དེ་ནས་ཁེང་རིང་སམ་མཚར་བོང་སྐྱ་མུར་མཆོག་མཚར་བོང་ལ་ཡག་དེ་ཁྱད་ཆོས་གར་འདོགས་སམ་དེ་ཨེར་གས་སོ་ཞེས་དོང་བ་མེད་དོ། དེ་ནས་སྟ་འགུལ་ལ་ཡག་རྙོག་དྲ་ཆོག་ཏུ་འདུག་ང་ཚོ་སྔན་མ་ནས་སྟ་འགུལ་འདི་སྟ་འགུལ་རྒྱལ་པོ་ཕྱི་མི་ཨ་རྒྱས་བཟོ་ཡག་གནང་ལ་ཡག་སྟ་འགུལ་འདི་བེད་སྤྱོད་གཏང་གི་མེད་ཞུ་སྟ་འགུལ་གཞན་དག་ཁེ་ཡོང་ཚེ་རྒྱབ་མྱི་ངས་མཐོང་མ་མྱོང་ད་ད་ལྟ་ཡང་སྟ་འགུལ་འདྲ་མ་འདྲ་དེ་འདྲའི།

ཨེ་འདྲས་ཀྱི་བྱུང་བུམ་འདྲ་ཚན་ནི་འདི་རེད་ཤག་སྟ་འགུལ་ནང་པོ་འདི་རེད། ད། འདི་རེད་ཟེར་ལབ་ན། ཀྲུང་ཡོག་ནང་ནས་ཁྲིད་ཡོང་པའི་སྟ་འགུལ་དེ་གོ་བ་བརྒྱད་ག་དྲུག་རེད་ཡང་ཁོ་རྐུབ་རྐྱང་མེད་པ་ཆགས་སོང། བྱས་ཙང། སྟབས་ཡག་ནི། བེད་སྤྱོད་བཏང་ཡག་དེ་ད་ལྟའི་སྟ་འགུལ་འདི་བེད་སྤྱོད་བཏང་དགོས་རེད་སྟ་འགུལ་རྒྱལ་པོ་ཕྱི་མིག་ཨ་རྒྱས་བཟོ་ཡག་ནང་ལ་འོ་འདི་བེད་སྤྱོད་བཏང་བ་རེད་རྒྱལ་དེ་རྒྱ་སྐད་ལ་ནི་སྟ་འགུལ་ཟེར་གི་མི་འདུག་ག་ས་ཧོང་ཀན་ཆིང་ས་ཅིག་ལབ་ཤག་འདི་ཧོང་ཀན་ཆིང་ཡིན་ནམ་མིན་ནམ་གང་ཞིག་ཡིན་ཡང། དངོས་གནས་འབྲེལ་ཡོད་ཀྱི་ག་ས་སྐྱེ་དངོས་རིག་པ་བཤེས་གཉེན་ཅིག་གིས་བལྟས་ཡོང་ན་དབང་མཁན་ཆེ་ཡིན་ནམ་མེད་ལ་སྐྱེ་དངོས་རིག་པ་ལས་ངས་སྨྲ་འབེབས་བཏང་པ་མེད་ཏན་ཏན་སུ་ཁེལ་མི་འདུག་བཙོན་ཆ་གཅིག་ཁེལ་ཡོང་ཕི་ཁེ་བཞག་ཅིག་ཅིག་ཅིག་བལྟས་ཅིག་འབྲེལ་བོ་ཤོད་ག་ནས་ཅིག་བལྟས་རྒྱ་རྒྱ་སྐད་ཅིག་རྒྱག་གི་དེའི་རྒྱ་འབྲེལ་བོ་ཤོད་ག་ནས་ཅིག་རྒྱ་རྒྱ་སྐད་ཅིག་རྒྱག་གཅིག་རྒྱུགས་མ་བསྡད་ན་དེ་ཡིད་ཆེས་མེད་ཟེར་བ་སོགས་ངས་སྨྲ་འབེབས་མེད་ཡང་དེ་འདྲའི་རྗེས་ཆགས་འགྲོ་གི་བྱས་ཙང་འདི་འདྲའི་རེ་བྱེད་འདུག་ད་དེ་ཡ་རང་ད་དེང་གི་མ་ཞིབ་འཇུག་བྱས་ནས་འགྲོ་ཉེན་སུ་ཁེལ་བྱུང་མ་སོང་ད་འགུལ་འདི།

དེ་བྱིན་སྨན་པ་འདི་ངས་ད་ལྟ་གཞི་བདག་ངོ་ཤེས་མ་སོང་འདི་འདྲས་ཅི་འདི་རེད་པས། ང་ཚོ་རིགས་གང་འགྲོ་དུས་སེང་ཤིང་རྣམས་མ་སྨན་པ་རེད་ས་དེ། སྡོང་པོ་གྲུ་བཞིའི་ཟོར་ཞིག་དུའང་བཀང་སྟེ། ཡང་མ་ཞོག་གྲུ་བཞི་འདྲ་པོར་ཞིག་ད་རང་ང་ཚོ་སྐད་ཆ་བྱེད་ཀྱི་བསྡད་པས། ད་མ་ཞོག་གྲུ་བཞི་དག་དེ་གཉིས་རུག་རུག་ཅིག་བྱེད་དགོས་ས་དུས་ཡང་འབྲས་བུ་དག་ལོ་མ་སྐྱེ་སྟངས་ཤིང་ཁུ་སྐྱེ་སྟངས་དེ་བལྟས་ན་ཡང་འདྲ་པོ་མི་འདུག་ཨང། འོ་དེ་ཞིབ་འཇུག་བྱེད་དགོས་ཡ་རེད་ཤག་བེད་སྤྱོད་ད་གཏང་གི་མི་འདུག་ཡིན་ན་ལས་ངོས་འཛིན་གསལ་པོ་མེད་ན་ཕངས་པོ་ཞིག་འདུག་ཨ། ཞིབ་འདི་དགའ་པོ། ཞིབ་འདི་དགའ་པོ་དེ་འདྲའི་ཇི་ཏོ་ང་ཚོའི་བསྟུད་པ་ཞིབ་འདི་དགའ་པོ་སོགས་དེ་འདྲའི་རེད་ཤི་ལབ་ཨ་འདི་རྒྱན་དགའ་བོའི་སྟེགས་ལ་ཞིབ་འདི་དགའ་པོ་བེད་འབྲས་ཇི་ཏོ་ཨ། འོ་དེ་འདྲའི་རེད་ཤག་ང་འདུག་བལྟས་ན་ཞིབ་འདི་དགའ་པོར་ཟེར་ན་ཡིད་ཆེས་ཨ་སྐྱོམ་འདི་ཇིབ་ཇིབ་ཚིག་སྨུག་པོ་ཟེར་ལབ་དུས་ཇིབ་ཚིག་སྨུག་པོ་དག་ཁོ་གཉིས་མེ་ཏོག་དང་སྐྱེ་སྟངས་བྱས་ན་ཇིབ་ཚིག་ཁོང་ལ་འཕགས།

ཞིམ་ཐིག་སྔོན་པོ་དང་ཞིམ་ཐིག་ཁ་སར་སྨུག་པོ་དག་ཅིག། བཏོན་ཡོང་དུ་ཨོ་ཏི་འདྲེ་རི་འདྲེ་ད་སྐད་ཅིག་ཁྲིད་དུས་ཨོ་ཏི་འདྲེ་རི་བསླབ་ཡོང་ངས་པར་རྒྱབ་དེ་བཙུགས་ཤག། འདི། སྤྱི་བཏང་བྱས་ན་གནའ་སྔ་མོའི་རྒན་ལགས་ཚོས། བསླབ་ཉེས་སུ་མི་འདུག་ད་ད་ལྟ་ང་ཚོ་དུ་བ་མེ་ཏོག་ཆིངས་ཅིག་བྱེད་དུས། སྟག་རྩེ་ཞེན་གྱི་ཡི་གེ་གཅིག་སྐྱེས་དེ་དང། དེ་ནས་ཕུ་བ་ལྷོ་ཁའི་རྒྱུད་ཕུ་བ་ཡོད་པ་འདྲ།

བསམ་ནོར་བཟོས་ན་འདྲ་སྨན་བཟོ་དུད་ཚང་གི་འབྲི་ཏི་སྲན་འཛིན་འདི་མཆོག་ཡིན་རྒན་བཀའ་མོ་ཆུང་གི་ལག་གི་དེབ་ནང་ལས་འབྲི་ཏི་སྲན་འཛིན་མཆོག་འདི་ཡིན་ཟེར་གསུངས་འདུག་ང་ཚོ་བེད་སྤྱོད་བཏང་ཡང་འབྲི་ཏི་སྲན་འཛིན་རྦད་འདི་རྒྱབ་དགོས་རེད་ད་ད་ད་རྒྱ་སྐད་ཀྱི་དེབ་ཀྱི་ནང་ལ་ཡར་གར་ཚ་ག་རི་གུ་བར་ཚ་བ་ཚ་བསྒྱུར་བྱ་འདུག་ད་ཕི་གི་གཡག་ལྡན་ད་མི་རྒྱལ་ཁབ་ཀྱི་དེབ་མང་པོའི་བུ་འུར་འཛུལ་ཚ་བར་ད་འདི། སྤང་བྱ་ཤོར་གྲོགས་ཤོར་གྲོགས་ཀྱི་མ་བུ་རྒྱ་ཐེ་གྲོགས་ཐེ་གྲོགས་ཆིག་གཅིག་པུ་དུ་ཡར་ཤུགས་སྐྱེད་གྲོགས་སྐྱེད་གྲོགས་ཆིག་གམ་ད་ཐོན་ཁུངས་འདི་བག་ངན་མང་འདུག་ཨ་ནི་ཕི་གི། ཁ་སང་རེད་ཐོན་ཁུངས་དེ་ད་ཁག་པོ་རེད་དེ་ལ་ཡང་དེ་ནི་མ་བེ་རུ་ད་ཤན་ཚ་གར་ས་བེ་རུ་ད་དེ་ནི་མ་གར་ས་དེ་བརྒྱུད་དེ་ནི་མ་ནག་ཆུ་མན་ཆད་ལ་ཡག་འདི་དེ་ཡག་པོ་འདུག་ད་ཡིན་ནའི་གོ་ས་བབ་མཐོ་པོ་བྱས་ཉོག་དྲ་ཚ་པོ་འདུག་ཨ། འདི་ང་ཚོ་དབུས་ལ་ཡོད་པའི་འབྲི་རྩི་ས་འཛིན་དེ་རེད། ང་མཚོན་ཆུའི་སྒང་ལ་ཡག་ལོ་རབས་བདུན་ཅུ་ནང་འབྲི་རྩི་ས་འཛིན་སྐོར་སྨི་རྩི་སྒང་བེད་སྤྱོད་གཏང་གི་ཡོད་པ་འདྲ་ང་དེ་དུས་ཨ་མཆི་གངས་ཅན་མོ་རེད་པ་འབྲི་རྩི་ས་འཛིན་སྐོར་ཞུས་འབྲི་རྩི་ས་འཛིན་ག་གི་རེད་ཟེར་ན་འདི་རེད་གསུངས་ཡང་ངས་འདི་བྱས་བྱས་ཏེ་བཙོང་དུས་ཉོ་གི་ཞུ་གོ་འདི་བེད་སྤྱོད་གཏང་གི་མི་འདུག་ཀོང་པོ་ཞེས་བྱས་བར་ད་བེད་དེ་ང་ཡི་བ་ཡ་ག་རི་ས་རྒྱ་མའི་ཕུ་ད་ཡི་བི་བསམ་ཡས་ཀི་ཕུ་ད་ཡི་གི་གོས་ག་ལ་ད་དེ་རི་ཡི་བའི་རྫ་རི་རྩེ་ཡི་བ་མི་ཞིག་ཡོད་མ་རེད་བ་དེ

ཚུལ་འཐེན་ན་རིང་པོ་ཞེ་པོ་འཐེན་གྱི་འདུག་ཨང་ཡ། ད་འདི་བྱ་བ་ཙི་ཙི་དག་ཤིང་བ། ག་ས་ཤིང་སྐྱུར་མ་ནམ་རྒྱུན་ང་ཚོ་བྱ་བ་ཙི་ཙི་དེའི་ཞེ་དྲག་མ་ལབ་ཉིན་རེ་ཞིག་ལ་དེ་བསྙལ་ད་དེ་འདྲ་ཞུ་གོ་ཁོ་ཚོ་སྙེ་མ་བྱང་བོན་ཀྲང་ལགས་ཚོ་ཁོ་ན་ཚོ་འདི་བྱེད་ག་ས་སྐད་ཆ་ཁྲི་ཁ་འདུག་འདི་བྱ་འདི་ཤིང་བྱ་བ་ཙི་ཙི་ཕྱོགས་རེ་སུང་ཅིག་བྱས་འདི་བ་བྱས་ཚོད་བྱས་ད་ད་འདི་བྱ་བ་ཙི་ཙི་ཡག་དེ་ཙི་ཨ་ནི་ཅི་ཤིང་སྐྱུར་མ་ནི་ཙི། འདི་ཕྱིས་བྱས་པས་སོར་གྱི་ཆགས་གྲུབ་པས། ད་ད་འདི་འོ་དེ་བྱ་བུ་ཙི་ཙི་འདི། གེ་ཡོར་བསེ་མ་ལག་འགྲོ་དུས། ལག་པ་འདི་སྔོག་གི་རི་ཤུ་དེ་ནས་ཡང་ཟག་བྱས་ན་ཡི་གེ་པད་མའི་སེང་ཡིན་པ་འདུག་ད་གིས་སེང་གེ་སྲིད་པ་རེད་ག་རེད་མེ་ཏོག་སེར་པོ་ཞིག་དང་དེ་ད་འདི་འདྲ་པོ་བཞི་བཅུ་དང་ཡིན་ད་ཐེངས་མ་གཉིས་པ་ཕྱིན་ན་ཨ་ན་ཧ་གོ་བ་འདུག་ཨ་ན་ལེགས་པོ་འདུག་ད་ལོ་གས་ཅེས་ཅེས་རི་འཛག་ཐུབ་མོ་འདུག།

ཟུར་ལུགས་གཉིས་པའི་རྩ་ལ་དེ་འདྲས་ཤིག་དོད། བྱས་ཙང་ཁོ་གཉིས་ད་མིང་བཏགས་སྟངས་གང་ནས་མི་ཤེས་པར་ཟུར་ལུགས་གཉིས་པ་བེད་སྤྱོད་གཏང་གིན་མི་འདུག་ལ་འོ་དེ་འདྲས་རེད་བཤད། ལུགས་མོ་ཆེ་འགྱུར་བ། ཡིད་བཞིན་པ་ང་རང་ཚོ་ཡོད་སྲིད་པ་ཡོད་པ་ཅིག་རྒྱུགས་ཆོད། དབང་འདུས་མེ་ཏོག། མཚམས་མཚམས་དུ་བ་དུ་བ། འཇམ་དབྱངས་མེ་ཏོག། ང་ཚོ་ཡིག་རྩལ་གཏང་དུས་སྤྱི་བཏང་ཁྲལ་ནས་བྱང་བུ་རུ་ཅིག་མ་བྱུང་ན་འོ་དེ་འདྲས་རྦད་དེ་བརྗེད་འགྲོ་གི་རེད།

མེ་ཏོག་ལི་གིང་ཚེ་བེད་སྦྱོང། སྙན་མ་བྱས་ན་གུར་གུམ་སོང་ནི། དེ་འདྲ་མེ་ཏོག་གུར་གུམ་གུར་གུམ་ཟེར་དོ། དེ་ཅི། གུར་གུམ་རིགས་དངོས་གནས་བྱས་ན་དེ་འདྲའི་ལྕེ་མི་དང་བྱས་ན་སོ་དེ་ནས་མ། གཡུ་ཐོག་སྔོན་འབུམ་དག་དེ་དེ་སྔོན་འབུམ་རྙིང་པའི་ནང་ཟིན་ནི། ད་ལྟའི་གུར་གུམ་ཅོ་དམར་བས་ཚའོ་ཧུང་བྷ། དེ་སྨན་གཞུང་རྙིང་པའི་ནང་ལ་མི་འདུག་ག། རྙིང་པའི་ནང་ལ་ཡང་ཁ་ཆེ་ཤ་སྐམ་དག་འདི་ཡིག་སོར་ཅི་ལ་ཡང་འགྲོ་གི་ཡོད་བསྡད་པའི་སོར་ཞིག་འདུག་ག།

དེ་ཡང་སྤུན་འཕྲིན་རིག་གི་དངོས་སམ་པད་མ་དཀར་པོ། ཡང་དེའི་ཞལ་ཞེས་ཏེ་ཆུའི་དཀྱིལ་སྐྱེས་པའི་པད་མ་རེ་བ། ཡང་མེ་ཏོག་པད་མ་གཅིག་དུ་བ། པད་མ་དཀར་པོ། ཡང་མེ་ཏོག་པད་མ། ད་དངོས་གནས་པད་མ་དཀར་པོ་གང་རེད། འདི་རེད། མེ་ཏོག་པད་མ་རང་གི་དཀར་པོ་གཅིག་དུ་བ་སྟེ། པད་མ་དེ། མེ་ཏོག་དེ་ནི་པད་མ་རེ་བ། ཆུ་བཞི་དེ་ནི་དཀར་པོ་དང་པད་མ་དཀར་པོ་རེ་བ། བྱས་ཙང་འོ་དེ་ཞེ་ར་ཤིང་གི་མི་འདུག་བེད་སྤྱོད་བྱེད་ར་དང་མི་འདུག་མི་ཤེས།

དྲག་པོའི། དྲག་པོའི་ཆེ་བ་ལྟ་དུས་ལྷ་སའི་རྒྱུད་ལ་ཡོད་མར་དེ་ནི་མང་ཕྱིན་ཅི། མི་ནུ་མ་སྟོང་རྒྱུད་མན་ཆད་མན་ཆད་ལ་ནི་ཤིང་གི་སྡེ་ཡོད་པ་སྐྱེས་སྡེ་བ་གྱང་སྡེ་ལ་སྐྱེས་སྡེ་བ་དེ་ནི་རྩིག་པའི་རྒྱུད་ལ་སྐྱེས་སྡེ་བ་འདི་འདི་དྲག་པོའི་ཆེ་བ་རེད་གསུངས་རེད་ད་དྲག་པོའི་ཆེ་བ་ཟེར་ལྷ་སའི་རྒན་ལགས་དེ་བག་གི་རྒན་ལགས་ཚོས་ལབ་འཇོག་མ་གཏང་ཡང་མི་མང་གི་ཨམ་ཆི་ཀེ་འགོག་གི་ང་དྲག་པོའི་ཆེ་བ་རེད་ཟེར་དེ་ཁོ་རང་ཚོ་ཡིན་ཤག་རྩིག་གི་ཡང་དྲག་པོའི་ཆེ་བ་རེད་ཟེར་གི།

ང་ཚོའི་ནང་དུ་སྤྱིའི་ཀྲོའུ་ཧོང་ལེན་ཟེར་བ་དེ་བྱ་ལྡི་རྐང་པ་ནང་བཞིན་གཅིག་དུའང་ཡང་ཡིན་གྱི་མི་སྲིད་དེ་འདྲས་ཀྱི་གོག་རེད་ཟེར་ལབ་བསྡད་ན་བྱ་ལྡི་རྐང་པ་ཆ་མ་ཚང་པ་ཅིག་དུའང་ཡང་དེ་དེ་འདྲས་ཅིག་འདུག་ཁོ་གཉིས་ལ་ཡག་ཉེས་ཀྱི་ཁྱད་གཏད་ཙམ་མི་ཤེས་གཉིས་ཀ་ལོ་དིག་གི་རྩ་རེད་ཤག་ཁོར་སྐྱེས་སྟོད་གི་དེ་རེད་ཤག། ཉང་རྩེ་གྲལ་སྨན་པ་དངུལ་སྤྲིན་སྐྱེས་པ་དངུལ་ལྕགས་ཀྱུ་བཟོས་པ་དངུལ་སྤྲིན་ཆེ་བ་བྱས་ནས་འབའ་མོ་བྱས།

བྱ་བན་ཆུ་རྩི་བྱེད་པའི་སྔོ་དུང་མོ་ཉུང་བྱ་རོག་ཉུང་མ། བྱི་ཚེར། བྱི་ཚེར་སྲིན་བུའི་རྩེ་ཡི་གེ་སྡོང་པོ་ཡི་གེ་བྱི་སྲུང་དང་བྱི་ཚེར་དྲག་པོ་བཞི་བཅུ་དུ་མ། ཁོ་གཉིས་ཀྱི་ཁྱད་པར་དེ་ག་རེ་ཟེར་ན། འདིའི་བྱི་ཚེར་གྱི་འབྲས་བུ་དེ་ནར་ནར་རེ་བྱི་དུ་བ། བྱི་སྲུང་དེའི་འབྲས་བུ་དེ་རིལ་རིལ་རེ་བ། བྱས་ཙང་འདིས། བྱི་སྲུང་ང་ཚོའི་དུ་བ་ལྷ་སར་རྒྱུད་ལས་ཞོར་རོགས་བྱི་དགྲ་སྐྱེགས་དུ་བ། འདིའི་བྱི་ཚེར་དེ་ས་དམའ་བོ་མི་ཞུ་སྙིང་མི་འདུག། སྔོན་དེ་བ། ཧོ་ད་དེ་ཡ། གནའ་སྔ་མོ་ནས་སྡེ་སྲིད་ཀྱི་དོན་ནི་ཅི་ཅི། ཟེར་མ་ལ་ལ་ཕྱིན་ཅི་བདེ། ཁ་ས་ང་ཚོའི་གྱེན་ལངས་ཁོངས་སུ་དེ་བ་ཡུལ་ཆུང་ཁྲོད་ཁ་མ་མ་ཀོ་ཀོ་ཀོ་ཀོ་ཡིག་རྩལ་ལྡན་དུས་བེད་ཞིབ་བྱེད་སོང་གི་རེད་བ། སྔོན་དེ་བ་སྨད་ལ་རྒྱབ་ཟེར་ན་འདི་རྒྱབ་ཤག་ཤག་རེད། ད་དེ་ཡ་ཡང་སྔོན་དེ་བ་གཞན་དག་ཅིག་འདུག་བ། ད་རྒྱན་དཀར་བོ་དེ་ན་ལ་སི་ད་ཡང་ཤར་ཕྱོགས་ནས་སྔོན་དེ་བ་ཁས་ལེན་ཡ་ཡང་ཅིག་འདུག་ད་དུ་བ་ཐོན་ཁུངས་དེ་འདྲ་ཅི་ཡོད་ཡོད་མ་རེད། ང་ཚོ་འདི་འདུག་བ་ལུགས་སྲོལ་ལ་སྔོན་དེ་བ་འོ་དེ་བེད་ཞིབ།

འཛོམས་མ་ཞིང། འཛོམས་མ་ཞིང་གི། ཡ་རྩ་ཡ་བཀོག་ཅེས་བྱ། རྩ་བཀོག་པས་ན་ཕྱིའི་གི་དཀར་པོ་གང་གི་བར་བཤུས་ཅེས་བྱ་ཨ་ནི་འདི་དམར་པོ་དེ་ཚུལ་སྟོན་ཡང་ཨ་དར་ཏེ། འཛོམས་མ་ཞིང་འདི་ཙན་དན་གི་ནི་དམར་པོ་དར་འབྲས་བུ་ཡོད་སྲིད་གོ་རེ་བ། གསས་མཁར་ཟེར་ལ་ཡང་རིགས་ཁ་ཤས་ཅིག་འདུག་ད། འདི་འདི་བའི་རྒྱུད་ལ་ཡོད་པའི་གསས་མཁར་ཅིག་ཡིན་པ། ཡང་ཡོ་བུ་ཁ་ཅིག་སྐྱིག་དོ་བ་ཆུ་མང་པོ་ཡོད་ས། འདི་ཆུ་མང་པོ་ཡོད་ས་སྐྱིག་སྙིང་འདི་འདྲ་པོ་དོ་བ། འདི་གསལ་སེལ་ཆེད། ང་ཚོའི་རྒན་ལགས་ཀྱི་རྣམ་པའི་པར་ཅིག་འབྱོར་ང་བལྟས་བྱུང། ངས་གསལ་སེལ་གཉིས་མ་བྱུང། གསལ་ན་གསལ་ན་ང་ཚོའི་དང་དོད་ཞིབ་ཅིག་ཅིག་རེད། ག་བ་རེད། དྲང་ཅོ་ན་རེད་པས། འོ་གསལ་ན་དྲུག་རེད་བ། གསལ་ན་ཡིན་གཅིག་མིན་གཅིག་ལས་དོ་བལྟས་ཅིག་ཅིག་ལས་དོན་ན་གསལ་ན་ཀོག་ཡག་གི།

འདིར་དམའ་ཕབ་ས་རེ་ཞིག་གཅིག་གིས་ད་གལ་ཆེན་པོ་འདི་འདྲ་ཡིན་པ་འོ་འདི་ནས་ཧ་གོ་གི་འདི་ཚུལ་བཞིའི་ཡག་གོ་འདི་དུ་དུ་བ་སེ་ན་དེ་སེ་སྨུག་སེ་དག་འདྲེ་མེ་ཏོག་སྨུག་ཤའི་ཆའི་རེ་ཅི་དེ་འདྲའི་རེ་ཅི་རིགས་གཉིས་འདུག་ད་འདི་སེ་པོ་ཞིག་འདྲ་ཧ་གོ་མི་འདུག་སེ་དམར་ཆས་མེ་ཏོག་འོ་འདི་འདྲ་ཞིག་འདུག།

རྩ་བ་དང་ལོ་མའི་ནུས་པ་ལོ་ག་རེ་ཟིག་བྱས་ཙང་ལུམས་ལ་རྒྱབ་ཉིན་ནི་ལོ་མ་རྒྱབ་དགོས་ཀྱི་མི་འགྱུར་རྩ་དགོངས་ནི་མི་ད་སྒྱིད་ལུག་ཅིག་ང་ཚོ་བོད་པའི་མི་སྒྱིད་ལུག་བྱས་རྗེས་རྩ་བསྐོར་ནི་དོ་པོ་ལམ་སང་ལོན་གྱི་རེད་པ་ཨ་ནི་རྩ་དེ་ཤུགས་ཆེན་པོ་བསྐོར་ཡོང་གི་དང་ང་བཞིན་རྩ་བསྐོར་རྒྱུ་མི་འདུག་རྩ་ཡིན་ནས་བསྐོར་ཡོང་གི་འགྲིག་ཡག་ག་ཡོད་ས་རེད་ཨ་ཁོ་ག་ཚོད་འབྱུང་ཁུངས་ལས་གཏོར་ཆེ་ཡོད་མ་ཕྱིན་མ་ཕྱིན་བྱེད་མཁན་འདུག་བཀྲ་བཟང། བ་ཞེ་གང་ལས་དང་བཀྲ་བཟང་དང་དེའི་བ་ཟེར་ལ་དེ་ཡང་ང་ཚོ་སྨན་སྦྱོར་བྱེད་དུས་ཉོག་དྲི་བསྡད་ཟི་ཡོད་རེད། བྱས་ཙང་སྙན་མང་གཡའ་བ་སྟེང་གི་རུ་བ་རྒྱལ་ཁབ་ཀྱི་སྨན་གྱི་ཚད་གཞི་ཞིབ་འཇུག་བྱེད་ཉེན་ཀྱི་བོད་ཤར་གྱི་ཕྱོགས་ནས་ང་བཀྲ་བཟང་བེད་སྤྱོད་གཏང་གི་ཡོད་བ་ཞེ་གང་དེ་རེད། ནི། ལྷ་ས་སྨན་རྩིས་ཁང་དང་ལྕགས་པོ་རི་གི་བ་ཞེ་གང་དེ་ད་ལྟ་འདུམ་ནག་དུམ་བསྒྲིགས་དེ་བ་ཞེ་གང་རེད།

ད་ཐུག་གཅིག་རྒྱུན་གཅིག་དོན་རེད་ཅེས་མི་འགྲོ། ད་ནས་ཤིང་བ་ཤ་ཁ་དེ་ལས་ད་ལྟ་མི་གང་གི་གཅིག་དོན་གཅིག་དོན་ག་ནས་བ་ཤ་ཁ་རེད་བསམ། ཡག་གི་བ་ཤ་ཁ་ཆོག་དེ་ག་རེད་བསམ། བ་ཤ་ཁ་ཆོག་དེ་ཤིང་བ་ཤ་ཁ་རེད་བསམ་ག་ཅིག་རེད། ཤིང་བ་ཤ་ཁ་དེ་བ་ཤ་ཁ་ངོ་མ་རེད་ཆོག་རེད་བསམ་ལེགས་པོ་འདུག་ག་ད་ཡིན་གྱི་རེད་བསམ་གྱི་དེ་ལྟར་ཁྲུང་པོ་རྙིང་པའི་ནང་ལ་མ་འཛུལ་ད

འོ་དེ། རྒྱ་ནག་གི་ནས་ཡོང་ཉེ་གི་ལས་བྱེད་པ་དག་དེ་འདྲས་གི་འདི་ཤང་ཆོན་རིས་ཡག་སྐྱེས་ཡོང་དུས་ཚང་གི་ལོ་མ་བསྐོ་ཚལ་སོད་བཞིན་པ་ཞིབ་ཅི་ཟེར་གོར་ཚལ་དེ་ཚོ་སོད་དེ་ཟ་ཡག་ཡོང་གི་འདུག་བ། རྒན་ལགས་གསུང་ན་འོ་མི་འདྲས་ཅི་བདེན་གནང་འདུག་བ། ད་ད་ད་གཡག་མཚོའི་ཁ་རེད་གཡག་མཚོའི་ཁ། རྐྱང་ལང་ཤོར་ཅིག་ཅིག་ད་མིན་རྒྱ་ནག་ནས་གཡག་མཚོའི་ཧ་ཁ་དེ། ངེད་ཚོ་བོད་པའི་ནང་སྒྲུབ་ཡོད་པ་ཧ་གོ་ཅིག་ཅིག་ཁོང་ཚོས་བཏབ་བཏབ་ཚར་སོང་ན་ཡང་ཁ་ད་ལོ་མ་ད་གང་མང།

དབུགས་ཆུ་དམར་པོ་སྟེར་ཚེ་རེད་དབུགས་ཆུ་དཀར་པོ་སེར་པོ་འདྲ་པོ་ཞིག་འདུག་བྱེད་སྟངས་ཁོ་གཉིས་དབྱེ་བ་གལ་མི་འདུག་སྐྱེ་བའི་འབྲས་བུ་ནག་པ་ཆིག་འདུག་ས་ཚིག་ག་འདི་འདི་ལས་སླ་པོ་ཞིབ་བརྗོད་བྱེད་པ་ཡང་འདི་ག་རེད་ཟེར་འདུག་ཐོབ་བྱ་གོ་ཐལ་ཆོས་ནི་མ་དྲན་པ་ཅི་བདེ་གོ་གི་ཨ་ནི་འདི་སྲུབས་ཀ་དངོས་སྲུབས་ཟིག་རེད་བ།

ཁུ་བྱུག་པ་སེར་དེ་འདྲས་ཅིག་འདུག། ཁུ་བྱུག་དེ་ལས་རྙོག་དྲ་ཚབས་ཞིབ་འདུག། ཁུ་བྱུག་རྩ་ཅང་ཆེ། ཁུ་བྱུག་དེ་འདྲས་ཅིག་ཆེ། དེ་འདུག། ཁུ་རྩ་ཁུ་བྱུག་ཁར། ད་ང་ཚོ་སྨན་ལ་བེད་སྤྱོད་བཏང་དུས་ཁུ་བྱུག་སྨན་སྐྱེགས་པ་ཚོ་ནི་གར་སྐྱེགས་པ། ཡང་དེ་ཡང་ལྟ་སྟངས་འདྲ་མ་འདྲ་མང་པོ་འདུག།